མིང་དོན་མཚུངས་བའི་འགོ་ཁྲིད་ཆགས་ཐུབ་ཀྱི་རེད་ལ་ཁོས་དངོས་གནས་མིའི་སྤྱི་ཚོགས་ནང་ཞབས་འདེགས་སྒྲུབ་ཡོང་གི་རེད། ཁ་མཁས་པོ་དང་གཏམ་འདྲ་ཆགས་པོ་གོ་ཚད་ཤེས་ཀྱི་ཡོད་ན་ཡང། ཁོ་གི་བསམ་བློའི་ནང་ལ་རང་དོན་ཁོག་འཇུག་ཅིག་དང་རང་གི་ཨེ་རེད། ག་ཤོག་ལས་ཁོས་ཀྱི་གཏམ། ལར་རྒྱ། དོན་དག་དེ་འདྲའི་ཅིག་མ་གཏོགས་བསམ་བློ་མེད་བསྡད་མཁན་ཞིག་ཡིན་ན། ཉི་མ་འགའ་ཤས་སོང་ནས་བདུན་ཕྲག་ཁ་ཤས་སོང་ནས་བདུན་ཕྲག་ཁོ་ཚོ་ཟླ་བ་བཅུ་གཉིས་སོང་བའི་མཚམས་ལ་ཡང་ཁོ་རྫུན་ཕུག་བརྡོལ་ནས་གང་ལྟར་ཨོ་ད་མི་འདི་འཁྱམས་འདུག་ད་མི་འདི་སྐྱིད་ཟིག་བྱེད་མི་འདི་གོ་བ་ཐོན་ཁོ་རང་དོན་ངོ་ཚོ་བསམ་གཏན་ན་མི་འདུག་ཟེར་ནས། སུ་ཡིན་ནའི། རེད་ད་གང་ལྟར་ག་ཚོད་རེད་ཐོངས་སླ་ཡག་རེད་ཟེར་ད་གང་ལྟར་སྤྱི་ཚོགས་འདི་ནང་ལོགས་ལ་ཕན་ཐོག་མེད་པའི་ངན་ག་ཚོད་རེད་ཕི་གེ། སྤྱི་ཚོགས་ནང་ལོགས་ལ་ཕན་པ་གྲུབ་ཐུབ་གི་མི་འདུག་ང་ཚོ་འདི་འདྲའི་ཡིན་དུས་སྐྱེ་བ་ཕྱི་མ་ཕར་བཞག

ཆོས་ཀྱི་རྩ་བ་ཡི་འདི་ཡིན་པ་རེད། དག་པའི་གཞན་གཅེས་བྱང་ཆུབ་ཀྱི་དག་པའི་གཞན་གཅེས་ལ་བློ་སེང་གེ་རེད་ཆོས་ཀྱི་རྩ་བ་ཡི་འདི་རེད་ལ་མི་ཆོས་ཀྱི་རྩ་བ་ཡི་འདི་རེད། སྔོན་ལ་ད་ནི་བདེ་སྐྱིད་ཐམས་ཅད་ཀྱི་རྩ་བ་རེད་དེ། རང་དོན་ཁོག་བཅུག་གི་བསམ་བློ་དེ་ཉུང་ངུ་བྱས། གཞན་དོན་གྱི་ཁུར་དུ་ཁྱེར་ཡག་རེད་དང་གཞན་དོན་ལ་ཡང་སེམས་ཁུར་བླང་ཡག་དེ་ད་མང་གཙོ་ཡག་སེང་གེ་དེ། ཚེ་འདི་དང་ཕྱི་མ། ཆོས་དང་འཇིག་རྟེན། ག་འདྲ་ཅིག་གི་གནས་ཚུལ་ལ་ཆ་བཞག་ནས་ཇི་ལྟར་ཕན་ཐོག་ཆེན་པོ་ཡོད་བསྡད་པ་དང།

གལ་སྲིད་ཀྱི་ཅིག་གཞན་དོན་དོན་གཉེར་གྱི་བློ་ཡོད་པའི་ཚོད་ཀྱིས་ཨེ་ནི་སོ་སོའི་སེམས་ལ་ཡང་སྔོན་ལ་དྲ་གནས་ཀྱི་ཕི་གེ་ཅིག་ག་ཚོད་རེ་གནོངས་དང་ཅིག་ངོ་ལྐོག་བྱེད་དགོས་ཡ་དང་ཅིག་བསམ་བློའི་ནང་ལ་ཡང་ངས་ཕྱི་ལོག་ལ་དགྲ་ཆགས་པོ་བྱས་མ་གཏོགས་ང་རང་ནང་དོན་དེ་འདྲས་མེད་བསམ་པའི་སོགས་ལ་ཅིག་སོ་སོ་སོ་སོ་པའི་ཨེ་ནི་པའི་ཡིད་མུག་ཡ་དང་སོ་སོ་སོ་སོ་པའི་ཁ་སྐྱེངས་ཡ་གི་གནས་ཚུལ་རྩ་བ་ནས་བསྟན་ཡོད་མ་རེད།

ང་སྐྱིད་པ་ཞིག་བྱུང་ན་ང་ཡག་ག་ཞིག་བྱུང་ན་ང་ལ་ཡག་པའི་ཚིག་མི་སྙན་པ་ཅུང་ཟད་ཙམ་ཡང་མེད་པ་ཞིག་དང་ང་ལ་པའི་ཁམས་གསུམ་ཐམས་ཅད་པའི་དབང་དུ་གྱུར་བ་རུ་ཅིག་གི་པའི་སྟོབས་དང་ལོངས་སྤྱོད་དང་དབང་ཐང་རུ་མངའ་ཐང་རུ་ཅིག་བྱུང་ན་བསམ་པ་ཅིག་བློས་བླངས་ཡོད་པ་ཡིན་ན། སྒྲུབ་ཡག་མེད་དེ་ངས་ཅིག་ལ་ཡང་རྔམ་སྐྲག་བྱས་ནས་བསྡད་བསྡད་དུས་ཁོ་དགའ་ཚོད་རེད། ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་ཡང་སེམས་མ་སྐྱིད་པ་ཅིག་དང་ཁ་བྱང་སྣ་རེ་རེ་ཡོང་པའི་སྐབས་ལ་ཡང་ཨེ་ནི་རླུང་འཕར་བ་ཞིག་མ་གཏོགས་སྐབས་དཀའི་མེད་བསྡད་པ་ང་ཚོ་མཐོང་ཡང་དེ་རེད། མི་ཞི་བོ་ཅིག་པའི selfish ཚ་བོ་ཡིན་བསྡད་པ་དེ་རིགས་སྐྱིད་པོ་ཁེལ་མི་འདུག་ག་རང་ཡང།

བདག་གི་བྱང་ཆུབ་དོན་གཉིས་ཀྱི་བློ་གོ་གི་རེད་བྱང་ཆུབ་ངོ་འཕྲད་པ་གོ་གི་རེད་ཉོན་མོངས་ཟད་རུང་ཡིན་པ་དང་སྐྱེ་བ་སྔ་ཕྱིར་དེ་འདྲའི་མང་པོ་གཅིག་གི་ད་ག་སོགས་རེད་བསམ་བློའི་ནང་ལ་ཡང་ངེས་པ་རྙེད་པ་ཞིག་མ་བྱུང་ན། ཁ་ཞེ་གཉིས་མེད་ཀྱི་བྱང་ཆུབ་ཡིན་ཟེར་གི་དེ་ག་སོགས་རེད་བྱང་ཆུབ་དོན་གཉིས་མཚན་ཉིད་ཚང་ཡང་ཟེར་གི་དེ་དེ་དག་ཁག་པོ་རེད་དེ་ཡིན་ན་ཡང། ག་ཚད་ཐུབ་ཐུབ་ཀྱི་གཞན་ཕན་གྱི་བློ་བྱ་ཡང་ཟེར་གི་ཆོས་བརྒྱུད་ནི་ཁས་མ་བླངས་ཀྱི་མི་ཅི་ལས་ཡོང་ཐུབ་ཀྱི་རེད་སྐྱེ་བ་སྔ་ཕྱིར་ཁས་མ་བླངས་ཀྱི་མི་ཅི་ལས་ཅི་ཡོང་ཐུབ་ཀྱི་རེད་བསླབ་བྱ་དེ་ཡག་པོ་འདུག་ག་དེ་འདྲ་ཡིན་དུས་ད་ནས། ག་སོགས་རེད།

ད་འདི་སྤྱོད་འཇུག་ནས་གསུངས་ནས་ཡོང་གི་ཡོད་པ་ཡིན་འདུག་ཟེར་ནས་ང་རང་ཚོ་ཚང་མ་ལོག་གིས་ངས་བཤད་ཉན་གྱི་ཡོད། གུས་བརྩེ་ཡོང་ཡོང་གིས་ཅིག་ད་ཀུན་སློང་བཟང་པོ་ཞིག་གསལ་ཙམ་ནས་བཤད་རྒྱུ་ཡོད་བསྡད་པ་ཅིག་ད་ཁྱེད་རང་ཚོ་ཉན་ཉན་ཚོད་ཡིན་ན་ཡང་གུས་བརྩེ་ཡོང་ཡོང་གིས་ད་འབའ་ཅིག་ཀུན་སློང་བཟང་པོ་ཞིག་གསལ་ཙམ། ཨ་ནི་ཀུན་སློང་བཟང་པོའི་ཐོག་ལ་ད་ལྟ་དངོས་སུ་ཉན་པའི་ཁ་ཐུག་ལས་ཅིག་སེམས་གཞན་དུ་གཡེང་བ་དང། དང། ཡང་དེའི་ནང་ལོགས་ལ་ཡོད་ཅིག་ཆང་བཟོ། ཅིག་ཀ་ལས་ཁ་ཡག་བཟོ་རེ་འདི་ཞིག་འདུག་ན་ནི། ཀ་ལས་ཁ་ཅིག་ག་ག་ཟག་བཅུག་སྟེ། ཡག་པོ་ཞིག་ཉན་ཐུབ་ཡག་མི་འདུག་ན་ནི་ཡོང་དགོས་ཧ་ཡོད་མ་རེད། སོ་སོ་རང་དབང་རེད་མ་གཏོགས་ག་གེ་དེ་ངོ་ཚ་སྤམ་ཤོག་བྱེད་དགོས་ཧ་ཡོད་མ་རེད་མ་ཡོང་ན་འགྲིག་རེད། ད་དེ་ཡོང་བ་ཞིག་ཡིན་ཕྱིན་ཆད་ལ་ཡོང་ཕྱིན་ཆད་ལ་ཡོང་བའི་དགོས་དོན་དེ་ཨེ་ན་ཨམ་ཤོག་ཡག་པོ་ཞིག་ཉན། ཨེ་ན་སེམས་ལ་ཡག་པོ་ཞིག་ཉེས་པ་བྱས། ཨེ་ན་ཟབ་ཟོབ་བྱེད་དགོས་རེད་བྱས་སོང།

དགོས་དོན་ག་རེ་བཟོ་ན་ཨམ་ཅོག་གོ་བ་ཞིག་དང་ངེས་པ་ཞིག་འདི་གལ་ཆེ་གི་རེད་མ་གཏོགས་དེ་སྒྲིག་རིགས་ཤིག་ཁེལ་ནི་ཨེ་ནི་དོན་དག་འདི་མ་བྱུང་བ་བྱས་ཕྱི་ལོག་པའི་དངོས་ནང་ཚོ་བའི་བསམ་པ་བསྡད་ན་འདི་ཧ་ལས་སུ་ག་ཡང་མ་རོ་ཡ། འདུག་བྱས་ད་ཡག་དེ་འདྲ་ཞིག་འདྲ་ད་སྐུལ་སློང་ག་འདྲ་ཞིག་ཟིན་གོ་རེད་བསམ་ན་ད་ཤ་མ་ཐག་པ་ནང་བཞིན་གི་ད་འདི་ནང་ག་དང་སྙམ་པའི་སེམས་ཅན་ཐམས་ཅད་ཀྱི་ལ་ཡ་ཨེ་ནི་ཕན་པ་ཞིག་དང་བདེ་བ་ཞིག་གི་དོན་དག་ལ་ཡ་ཨེ་ནི་ངས།